སྡེ་འདི་འདྲའི་མང་པོ་བཞུགས་ལས་བརྒྱ་ཕྲག་སྟོང་ཕྲག་པ་ཡ་དེ་འདྲས་ཀྱི་སྲོག་ལོ་དེ་བྱོན་མོ་ལོ་འབར་ཐེངས་དང་པོ་དེ་རྒྱ་ནག་ལ། རིག་པ་ག་རེ་རྙེད་རེད་ཟེར་ན་དོང་སྤྲུགས་བཟོ་ཡ་དེ་རྒྱ་ནག་གོང་མ་གིས་དོང་སྤྲུགས་བཟོ་ཡ། ཨ་ནས་དབྱངས་ཁྲི་བྲི་བཞིན་པ་དང་འདི་འདྲས་ཀྱི་ཐོག་ལ་རི་མོ་བགྱིས་ཡི་གེ་བགྱིས། ཐེངས་དང་པོ་དེ་དེ་ཟིག་རེད། ད།

རྒྱ་ནག་གོང་མ་གཅིག་གི་སྐབས་སུ། དེ་ནས་གོང་མའི་བཀའ་ཡིག་དེ་ང་ཚོ་བོད་ནང་བཞིན་མ་རེད་ད་ག་ཟེ་ཕ་ཆ་བྲག་ཟ་ཕེ་གོང་མའི་བཀའ་ཡིག་ཡིག་ཐོག་ལ་ཕ་ཕག་བྱེད་ནས་དེ་དག་རྫོང་རིམ་པ་དང་ཞིང་ཆེན་རིམ་པ་ག་ས་ག་རུ་གཏོང་དགོས་དེ་འདྲའི་གཏོང་བའི་ཆེད་དུ་གོང་མའི་ཕོ་བྲང་ནང་ལོགས་ལ་ཡིག་ཚང་ཡོད་ཡིག་ཚང་ནང་ལོགས་ལ་དྲུང་ཡིག་སྔ་ཕྱི་དྲུག་ཅུ་དེ་འདྲ་ཡོད་རེད། དྲ་འབུའི་བཀའ་ཡིག་གཅིག་ནོར་དགོན་གྱི་དེ་ཚོ་ཁ་ཁ་མ་ག་ཟེ་པོ་ཆ་ཐོག་ཆུ་ཐོག་པོ་བྱེད་ནས་མི་བསོད་རྒྱ་ནག་ལ་ཕྱོགས་ངྷི་མ་ནས་བཟོ་ཤི་ཚར།

པ་ཞིག་བཀོད་ཡ་དེ་པ་ཞིག་གིས་ཡིན་དྲི་སྐྱིད་འཕྲོ་ལ་འགྲོ་ན་དེ་འདྲའི་དམག་ཚུད་ཆོ་ངེ་ཆགས་འགྲོ་དེ་ག་ལ་ད་ཚན་ཆ་མེད་ངེས་ཆགས་སོ་དེ་འདྲའི་ཕྱིར་ད་རྒྱ་ནག་ལ་པ་ཞིག་བཀོད་ཡ་གི་རིག་པའི་གཞུ་ལས་ཞུ་དེ་ནི་རྒྱ་ནག་གི་གོང་མས་གི་ཀ་ཡེ་འདྲ་བོ་རེད་གནའ་སྔ་མོའི་ཤེས་པ་དམ་པ་དེ་ཚོ་ཡིག་ཆ་གང་ག་གནང་འདིའི་འོག་ད་པ་ཞིག་དང་པོ་པ་དང་པོ་རྒྱ་ས་དེ་རྒྱ་ནག་ནས་རྒྱ་བར་ཤོག་གོ་ཁོང་ཚོ་ལ་ཡོད་རེད་སྣ་ཚགས་ཁོང་ཚོར་ཡོད་རེད་པ་ཞིག་བཀོད་ཞུ་ངེས་ཆགས་དེའི་རྗེས་ལ་རིམ་པ་ཡ་རིམ་པས་ཀྱི་འདི་འགྲོ་ནས་ད་འཕྲོག་ཐུག་རེད་བཟོ་ཡ་འཕྲོག་ཐད་བློས་ནས་འཕྲོག་བློས་རེད་བཟོ་ཡ་དེ་ཚོ་བྱུང་བར།

དཔའ་བོས་དེ་སོགས་བསྐོན་པར་སྤེལ་ལ་ས་སྐྱ་གོང་མ་རིན་པོ་ཆེ་ལ་དཔའ་བོས་ཚར་གཅིག་འཇམ་དཀར་མ་པ་ལ་ཚར་གཅིག་རྗེ་ཙོང་ཁ་པ་ཆེན་པོ་ལ་ཚར་གཅིག་པའི་གནམ་སྡེ་བོ་ལ་དེ་ཚར། བཀའ་འགྱུར་དཔའ་ཤོད་ཐེངས་དང་པོ་བསྐོན་ཡག་དེ་རྒྱ་ནག་ནས་བསྐོས་བ་རེད་ཨ་ནེ་བལ་ལ་ཡ་དཔའ་བོས་ཚར་གསར་འབྱོར་བ་རེད་དེ་རེད། ད་བལ་ལ་བྱས་ས་དཔའ་མ་སེང་ངེ་གཅིག་གིས་ད་ཐ་སྙད་ཞུ་འབའ་དོ་དཔའ་མ་གིས་ད་ཡིག་ཆ་དངོས་གནས་ཞུ་བ་དེ་དེ་འགོ་ཚུལ་རེད་དེའི་རྗེས་ལ་ད་བལ་རང་གི་དཔའ་ཞིག་བསྐོས་ཡག་དེ་ག་དེ་འགོ་ཚུལ་རེད་རྗེ་ཙོང་ཁ་པ་ཆེན་པོ་དགོན་པ་རྫོགས་ལ་མ་རྫོགས་དཔའི་དགོན་པ་རྫོགས་ཚར་བའི་རྗེས་དེ་བ་ཅི་རེད་ཟེར། ཕྱི་ལོ་གཅིག་སྟོང་བཞི་བརྒྱ་དང་བཅུ་དགུ་ཡར་མེ་བྱས་ལ། དེ་ནས་པཱ་ཤི་སེང་གེ་ཚོ་བསྐོ་ཡས་ཡོད་ས་རེད་དྲན། དེ་ནས་ཡིན་ན་རྒྱ་བོད་བཀའ་བརྒྱུད་བསྟན་བཅོས་དེ་འདྲའི་ད་པཱ་ཤི་བསྐོ་ཡས་ཀྱི་བློ་ཁོག་ཁ་ཁས་ཡོད་ལ་མ་རེད། བླ་མ་ཤེས་པ་དམ་པ་དེ་སོགས་ཀྱི་གསུང་འབུམ་ཆ་སོགས་པཱ་ཤི་བསྐོ་ཡས་ཀྱི་བློ་ཁོག་ཡོད་ལ་མ་རེད། དེ་དེ་རྗེ་ཙོང་ཁ་པ་ཆེན་པོའི་གསུང་གི་ནང་ལ་ད་པཱ་ཤི་འགྲེལ་པ་ཞེས་བསྒྲགས་དེ་ཟེར་གྱིས་གལ་ཆེ་བ་ཞེ་བོ་བརྩིས་ཏེ་རྒྱལ་ས་དར་མ་རིན་ཆེན་གྱི

ད་གཟི་བརྗིད་དེ་ལས་ཆེ་གི་དེ་ང་ཚོ་བོད་པའི་ཆོས་ལུགས་ཚོ་ནི་རྩ་བ་ཅན་ལས་རག་གི་མ་རེད་འདི་ངས་བྱས་ས། ད་ཆད་ད་ང་ནི་འདི་ལས་འདི་ངས་ངེས་པ་དེ་ངས་རྒྱག་དགོས་ཡ་ཆགས་དེ་རྒྱུ་མཚན་ག་རེ་ཟེར་ན་ངེད་ཀྱི་ཚོང་ཡོན་རྒྱ་མཚོ་ཐུག་ལ། མང་པོ་བྲིས་ཡིན་མང་པོ་བཤད་ཡིན་ཁོང་གི་གཙང་རིས་ཐུག་ཁོང་གི་མི་ཚེ་ཐུག་ཁོང་དང་འབྲེལ་ཡག་ཆ་སྲིད་ཐུག་ལ་མང་པོ་བཤད་ཉོས་བྲིས་ཉོས། དེའི་ནོར་ལ་ངེད་ཀྱིས་བདམས་ཅིག་ག་རེ་རྒྱག་དགོས་ཟེར་ན་ཚོང་ཡོན་རྒྱ་མཚེ་གི་མི་ཚེ་གི་ནོར་ལུགས་ལ་བཤད་པའི་སྒོ་ནས་ལུང་བསྟན་པ་སྤེལ་ཡག་གི་གནང་ཐག་གས་བྱུང་ཡོག་མ་རེད་སྒྲུབ་པའི་སྒོ་ནས་བསྟོད་པའི་རྒྱ་མཚན་བཙུད་ཡག་གི་གནང་ཐག་གས་བྱུང་ཡོག་མ་རེད་ཨ་ནི་བདེ་སྐྱིད་སྲིད་གི་སྒོ་ལ་ཞལ་རྗེས་འཇོག་ཡག་གི་གནང་ཐག་གས་བྱུང་ཡོག་མ་རེད་ཟེར་ཡག་གི་སྡོམ་ཚིག་ཆེན་པོ་སོགས་རྒྱ་ནས་ངས་ཞུ་གི་ཡོད་དེ་འདྲས་ཞུ་དགོས་ཡག་དེ་བྱས་ས་དེ་ཚོ་གང་ག་ཁོ་རང་རང་ངོས་ནས་མ་མཇལ་ཡོག་མ་རེད་དེ་ཚོ་ཀ་ཏོ་ཏོག་ཏུ་ཤོང་སོགས་ཀི་གནས་པ་དེ་མིང་འགུག་བྱེད་སྒོ་ནས་དེ་འདྲས་མཇལ་ཡག་དེ་གོ་ཁ་དེ་རག་ཡོག་མ་རེད་ཟེར་ནས་བཤད།

སྐུ་ལུས་ཐིག་གི་ལྗགས་ལོགས་ལ་འཁོར་ལ། རྒྱལ་བའི་བཀའ་མཆིད་རིན་པོ་ཆེ་དཔའ་བཀོད་བྱུང་ན་ཡོང་གི་རེད་གསུངས་པའི་བློ་ཁོག་དེ་གང་འདྲ་བྱས་ནས་སླེབས་པ་རེད། དེ་ཚེ་དོམ་པོ་དེ་ཁོ་རང་གི་ཁོ་རང་ང་ཕའི་ག་ཆེ་ལྗོངས་ཀྱི་བླ་ན་མེད་པའི་བླ་མ་གཅིག་གིས། ཡུང་སི་ཡིས་སྐྱེས་ཚར་ལས་ཀ་འདི་ངས་མགོ་བཙུད་བྱུང་ན་ཤུལ་བཤད་ཐག་གི་རེད་བསམ་པོད་ཀྱི་ཚེ་དཔོག་དེར། གཉིས་པ་དེ་རྒྱལ་བའི་བཀའ་མཆིད་རིན་པོ་ཆེ་དཔའ་བཀོད་ཡག་ལ་ཆ་ཆེ་ག་རེ་དགོས་གི་རེད་ཟེར་ན་དང་པོ་དཔའ་བཀོད་ས་གི་ཤི་དགོས་གི་རེད། གཉིས་པ་དེ་དཔར་རྒྱག་ས་གི་ཤོག་བུ་དགོས་གི་རེད་གསུམ་པ་དེ་དཔར་རྒྱག་ཡག་གི་སྣ་ཚ་དགོས་གི་རེད། དེ་སོགས་གནད་འགག་ཆེན་པོ་དེ་དག་རྦད་ལ་ཨ་ནེ་པ་ཤིའི་བཀའ་ཡག་གི་ཤིང་ཡིག་གི་ཐུ་ཆེ་དང་པ་ཤིའི་བཀའ་ཡག་གི་ལག་རྩལ་དང་ཨ་ནེ་ཤོག་གི་བཟོ་ཡག་ཐེམ་ཁུང་དང་ལག་ཆ། ལག་ཆ། ལག་རྩལ་སྣ་ཚ་བཟོ་ཡག་དེ་སོགས་འབེལ་པོ་མ་རེད་སྐྱེན་པོ་རེད་ཚད་མཐོ་པོ་མ་རེད་དམའ་བོ་རེད་དེ་འདྲ་ཡིག་ཚང་ནས་སྔས་ཀྱི་ཨ་ནེ་བོད་གངས་ཅན་གྱི་གནས་ཡོད་མི་སྣ་མང་པོ་གཅིག་གིས་རྒྱལ་བའི་བཀའ་འགྱེད་རིན་པོ་ཆེ་ཕ་ཟས་ཤོར་ནས་བླ་མ་གཅིག་གི་གསུང་པོ་པ་ཁྲི་བཟོ་ཡག་གི་བློ་ཁོག་མང་དུ་ཡོད་ཅེས་དེར

སྟག་ཁོལ་གྱི་ལུང་གི་དང་པོ་དེ་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་དང་བསྟན་འགྱུར་རིན་པོ་ཆེ་གཉིས་སྤར་ཁྲི་བཟོ་ཡག་གིས་འགོ་བཙུགས། སྤར་ཁྲི་བཟོ་ཡག་འགོ་བཙུགས་དགོས་ཡག་གི་རྒྱུ་ཅི་སྐྱིད་དེ་ག་བ་ཆགས་བསྡད་པ་རེད་ཟེར་ན། ས་གནས་རྒྱང་ཚིག་གིས་དེ་སྔའི་འགོ་བཙུགས་ནས་བྱས་ནས་མང་ཚོགས་མང་སྟོང་གིས་ཆོས་ཤེས་ཐོག་ཡོད་མ་རེད་དེ་ཨིན་ཇི་མན་ཇི་ཆོས་ཤེས་དགོས་གལ་ཆེན་པོ་རེད་གྲས་བྱས་ནས་ད་བྱས་ཚ་ལི་ལྷོང་ས་འདྲ་བོ་དེ་དེ་རེད་ལི་ལྷོང་ས་དེ་ནས་གི་ཅན་བྱས་བྱས་ནས་ད་མི་མཐའ་ནས་ད་ཁོང་གིས་སྤར་ཁྲི་བཟོ་དེ་ག་ལ་ཁོག་ལ་རྒྱུ་ཡོད་རེད་དབང་ཡོད་རེད་ཏོག་ཡོད་རེད་ཐག་ཡོད་རེད་ཇི་ཡོད་རེད།